ད་དེ་རིང་ང་ཚོའི་བརྗོད་གཞི་འདི་གློག་བརྙན་ལ་ཡང་དཔྱད་ཞིབ་བྱས་ཡིན། ད་དེ་རིང་ང་ཚོས་སྐབས་སུ་བབས་པའི་གློག་བརྙན་འདི་ཚིག་གཅིག་སྟོང་དགུ་བརྒྱ་གྱ་བཅུ་བརྒྱད་ལྔའི་ལོ་ལ་ཡང། ཧ་ཅང་གལ་ན་སྐད་གྲགས་ཆེ་བའི Raj Kapoor གྱིས་བཟོས་པ་ཅིག་རེད། Ram Teri Ganga མའི་ལུགས། ད་གློག་བརྙན་འདི་གློག་བརྙན་གཞན་དང་མ་འདྲ་ཡི་གི་ཡ་ནི་དམིགས་བསལ་གྱི་ཁྱད་ཆོས་ཁག་ཅིག་ག་རེ་ག་རེ་ཡོད་རེ་བྱིན་ཤོད་པ་རེ་བྱིན་ན། གཙོ་བོ་དེ་གློག་བརྙན་འདིའི་སྒྲུང་འདི་ཆགས་ཆེ་བསྡད་ཡོད་རེད། རྒྱ་གར་ནང་ལོགས་ལ་ཡང་ཆུ་མོ་གང་ག་དེའི་འབབ་འཕེལ་གྱི་ནི་རྒྱུད་རིམ་བྱེད་རོལ་བ། དེའི་མིང་མི་ཛིལ་ཡའི་སྦྱར་ཅིང་བཤད་ཡོད་རེད། ང་རང་ཚོ་མི་ཚོ་ཡིན་ན་ཐོག་མར་ང་རང་ཚོ་ཨ་མའི་ཁོག་ནས་མ་སྐྱེས་དུས་ཙང་ནས་ད་ཕུ་གུ་ཆུང་ཆུང་བྱེད་རོལ་བ། ད་དེའི་སྐབས་ལ་ཡང་ང་རང་ཚོའི་བསམ་བློའི་འཁྱེར་སོ་དང་ག་འདྲ་ཞེས་པ་རེ་ཅན་བཤད་པོ་ཡིན་ན། ཆོས་ལུགས་སའི་རི་བོ། རིགས་དང་རུས་སའི་འདྲ་བོ། ཤམ་ཐོག་དཀར་པོ་དང་ནག་པོ་ལ་སོགས་པ། དབྱེ་བ་མང་པོ་ཞོག་རོལ་བ། དེའི་གྲས་དེ་ཁྱུ་རང་ནས་ཡོག་མ་རེད། ད་ཕྱིས་སུ་ང་རང་ཚོ་ཚང་མ་སྤྱི་ཚོགས་ནང་བློ་ལ་ཡ་མཚར་ལོང་ཐེབས་འགྲོ་དུས་ཙང་ནས་ད་གཞི་ནས་ཨ་བདེན་ཚོའི་ཐད་ལ་ཡ་དབྱེ་འབྱེད་ཀྱི་བློ་དེ་རང་བཞིན་གྱིས་འཇགས་ཅིང་འགྲོ་གི་ཡོད་རེད། འོ་འདི་ནང་དོན་གཙོ་བོ་བཤད་ཡོད་རེད། རྒྱ་གར་ནང་བློ་ལ་ཡ་ཆུ་མོ་གང་ག་དེ་ཐོག་མར་འགོ་བཙུགས་ས་དེ་ཧི་མ་ལའི་རྒྱལ་རྒྱུད་ནས་མ་འགོ་བཙུགས་ཀྱི་ཡོད་རེད་བ། ད་ཧི་མ་ལའི་རྒྱལ་རྒྱུད་ནས་མ་བྱས་ནས་ཀི་ལོ་མི་ཏྲ་ཉིས་སྟོང་ལྔ་བརྒྱ་ཟེར་རིང་ལ་ཡ་ཨ་ནི་མངའ་སྡེ་ཁག་མང་པོ་ཅིག་བརྒྱུད་ནས་མཐའ་མ་རྒྱ་གར་གྱི་གྲོང་ཁྱེར་ཀ་ལི་ཀ་ཏཱ་ལས་བྱས་ནས་རྒྱ་གར་གྱི་རྒྱ་མཚོ་ཆེན་པོའི་ནང་བློ་ལ་ཡ་རྡོག་བཟོས་ཅིང་འགྲོ་གི་ཡོད་རེད། ཐོག་མར་ཧི་མ་ལའི་ནས་མ་བབས་པའི་སྐབས་ལ་ཡ་ཞེ་དྲག་གི་དང་པོ་བྱས། ཨ་འདི་སིལ་བུ། གཙང་མ། ཡོད་པར་བྱས། ཨ་དེ་ནས་མར་རིམ་པས་རིམ་པས་ག་ལི་ག་ལི་ག་ལི། མི་ཡིས་བཟོ་བོ་བཟོས་ནས་རོལ་པ། བཟོ་གྲྭའི་གི་ཆུ་སྙིབ་དུག་དང་བསང་མཆོད་ཀྱི་ཆུ། དག་ནང་བཞིན་པ། མི་ཡི་འཕྲུལ་འདུས་གཤེ་གཤེ་བྱས་དང། དེའི་གཡས་གཡོན་ལས་ཕུང་པོ་མེ་སྲེག་བྱས་པས་ཨ་ནི་སྙིགས་རོ་དེ་ཚོ་མ་གཡུ་སྒྱོགས་ལ་སོགས་པས་མཐའ་མ། ཀ་ལི་ཀ་ཏཱ་ལི་ཡར་སླེབས་ནས་མ་རྒྱ་མཚོ་ཆེན་པོའི་ནང་ལོགས་ལ་ཡག་རྫུའི་འབྲུ་དུ་བཙའ་ནས་མིག་བལྟས་པ་ཙམ་གོ་རེ་ཨ་ནི་ཆུ་བོ་རོ་ནག་པོ་ཆགས་ནས་བསྡད་ཀྱི་ཡོད་རེད། གློག་བརྙན་འདི་སྒྲུབ་རོབ་སུ་ཞུ་བ་རུ་བྱེད་ན་ཧི་མ་ལའི་རྒྱ་རྒྱུད་ལི་ཡ་ནི་བུད་མེད་གང་དགའ་ཟེར་མཁན་ཞིག་བསྡད་ཀྱི་ཡོད་རེད་ཨ་མོ་རང་ཞེ་དྲག་གི་ཨ་ཉམ་ཆུང་ག་དུས་ནས་གཞན་པའི་སྒྲུབ་བརྙན་ཤེས་པ་རེད། ཉི་མ་གཅིག་གྲོང་ཁྱེར་ཀ་ལི་ཀ་ཏཱ་ནས་མཐོ་སློབ་ཀྱི་སློབ་ཕྲུག་ཁག་ཅིག་ཡུ་གུར་སྤྲོ་འཆམ་ལ་ཡར་ལེགས་ཀྱི་ཡོང་ཡོད་པ་རེད་ཨ་དེའི་ནང་ལོགས་ནས་བུ་ན་རེན་དར་ཟེར་མཁན་ཅིག་དང་ཨ་བུད་མེད་གང་དགའ་ཟེར་མཁན་དེ་དགའ་པོ་ཆགས་ཀྱི་ཡོང་ཡོད་པ་རེད། ཨ་དེ་ནས་རིམ་པས་ཁོ་གཉིས་ལས་དྲུག་པོ་ཅིག་བྱུང། ཨ་དེ་ནས་བུ་དེ་ལོ་དྲུག་ཡོང་ཡོད་པ་རེད་ཕྱིས་སུ་ཁོ་རང་ཨ་ནི་ཡར་སླེབས་མ་ཐུབ་ཨ་ནི་གངས་དཀར་སིང་ངེ་གི་བུད་མེད་དེས་ཨ་རང་གི་ཕྲུ་གུ་དེ་ཁྲིད་བྱས་ནས་ཨ་སོ་སོའི་བཟའ་ཟླ་དང་ཕོ་གུ་དེ་ཕར་ཐུག་ཡག་ཆེད་དུ་ཀལ་ཀ་ཏ་ངོགས་ལ་ཡར་ཐོན་འགྲོ་གི་ཡོང་ཡོད་པ་རེད། ད་མོ་རང་ཀལ་ཀ་ཏ་ལ་ཡར་ཐོན་བས་ཀྱི་ཨ་ལམ་ཁ་གི་བརྒྱུད་རིམ་ནང་ལོགས་ལ་ཡར་དཀའ་ངལ་མང་པོ་ཞིག་འཕྲད་ཀྱི་རེད་ད་མོ་རང་ཉམ་ཆུང་དང་སེམས་པ་གཙང་མ་བྱོས་དུས་ས་ནས་མི་མང་པོ་ཅིག་གི་མགོ་སྐོར་བཏང་ད་དེ་ནས་མ་ག་ལི་ག་ལི་ག་ལི་ཅན་ད་མ་མོ་རང་ཀལ་ཀ་ཏ་གི་ད་ཞང་ཁར་ནང་ལོགས་ལ་ཡར་བཙོང་བཞག་གི་འདུག་བ། ཧིན་དུ་གི་གཏམ་རྒྱུད་ལ་ཡ་ཤག་ཤག་པོ་རུ་བྱས་ན་ད་ཆུ་མོ་གངྒཱ་དེ་ཞེ་དྲག་གི་རྩ་ཆེན་པོ་ཟེར་གི་འདུག་བ། ཆུ་མོ་གངྒཱ་དེ་ཨ་ནི་འཛམ་བུ་གླིང་སྟེང་ལ་ཡ་ཨ་ནི་ལྷ་ཡུལ་ནས་མི་ཚོས་སྡིག་སྒྲིབ་དག་ཡ་གི་ཆེད་དུ་ལ་ཡ་ཨ་ནི་མ་སྤགས་པ་རེད། ཨ་ནི་ཆུ་མོ་གངྒཱའི་རྒྱུ་ཟས་ཀྱི་གནས་ཆེན་ཧ་རི་དུའ་བ་རེད་དག་ན་བཞིན་པ་པྲེཡ་རཱག་ལ་སོགས་པ་ཁག་གཅིག་གི་ནང་ལོགས་ལ་ཡ་ཨ་ནི་ཆུའི་ནང་ལོགས་ལ་ཡ་འཛུལ་བ་ཙམ་གྱིས་འཇིག་རྟེན་འཁོར་བ་འགྲོ་གི་ཡོད་རེད་ཟེར་ན་ཁོ་ཚོས་ཡིད་ཆེས་བྱེད་གི་འདུག་བ། ད་དེ་འདྲས་ཀྱི་རྩ་ཆེན་པོ་གཅིག་ལ་ཡ་དཔེ་བཞག་ནས་ད་གློག་བརྙན་གྱི་མིང་ཆགས་ཤག་པོ་རུ་བྱས་ནས་རཱམ་ཏེ་རི་གངྒཱ་མེ་ལིས། Rams། ཁྱེད་རང་གི་ཆུ་མོ་གང་ག་དེ་སྔ་མོ་དང་མ་འདྲ་ཡག་གི་རྫོབ་པོ་ཆགས་ཤགས། ད་གློག་བརྙན་འདི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཡས་བཅུ་གྱ་ལྔའི་ལོ་ལ་ཡ་རྩེ་ཕུད་ཀྱི་བྱ་དགའ་ཡང་ཐོབ་ཡོག་ཡིན་པ་རེད་སྤྱི་དང་གློག་བརྙན་འཁྲབ་ཁྲིད་པ་རཱཇ་ཀ་པུར་དེ་ལ་ཆ་ཤགས་པོ་རུ་བྱེད་ན་ད་རྒྱ་གར་ནང་ལོག་ལ་ཡ་ད་ལྟ་བུ་དུ་གློག་བརྙན་བཟོ་མཁན་མང་པོ་བྱུང་ཡོག་རེད་ད་དེའི་ནང་ལོག་ནས་ཧ་ལམ་བསྒྲགས་ཆེ་ཤོས་དེ་རེད་ཞུ་བ་ཡིན་ནས་མ་འགྲིག་པ་ཡོག་མ་རེད་ད་ཁོ་རང་གློག་བརྙན་བཟོ་སྐྲུན་པ་གཞན་པ་དང་མ་འདྲ་ཡག་གི་ཁྱད་ཆོས་ཅི་ག་ར་ཡོག་ཞེས་ཞུ་བ་ཡིན་ན་རུ་ཆའི་ཐོག་ལ་ཡ་ཁོ་རང་ཞེ་དྲག་གི་མཁྱེན་རྟོགས་ཡོད་ངེས་ཆེར་འདུག་བ། ད་ཁོ་རང་གི་གློག་བརྙན་དེ་ཚོ་ཡིན་ན་གཞས་ཀྱི་རྒྱུད་ནས་སྒྲུང་མ་བོད་རྒྱ་ཡ་ཅིག་གི་སི་གཞས་དེ་ཚོ་མེད་པ་བཟོས་པ་རུ་བྱེད་ན་སྒྲུང་མགོ་རང་ལ་ཡ་སྐྱོན་རྒྱ་ཡ་ཅིག་དེ་འདྲའི་གི་ཨ་ནི་རོལ་ཆས་ཐོག་ལ་ཡ་ཁྱད་པ་ཅིག་རེད་འདུག་བ། ད་གློག་བརྙན་དེའི་ནང་ལོག་ལ་ཡ་རོལ་ཆས་རྩོམ་ཉན་དེ Ravinder Jain ཆགས་བསྡད་ཡོད་རེད Ravinder Jain ཁོ་རང་ཡིན་ན་ཐོག་མ་སྐྱེས་དུས་ཙ་ནས་ལོ་ངག་ཅིག་རེད་འདུག་བ་མིག་ཁྱུ་ནས་མཐོང་བས་མེད་ཀྱོག་གི་ད་ཡིན་ནས་ཁོ་རང་ཆུང་དུས་ཀ་ནས་ཁོ་རང་གི་ཕ་དེ་གིས་ཁོ་རང་རོལ་ཆས་ཀྱི་དབྱིངས་དང་རྩལ་དེ་ཧ་གོ་བྱས་ནས་ཨ་ཁོ་རང་ལ་ཡང་རོལ་ཆའི་ཐོག་ལ་ཡང་སློབ་ཁྲིད་བྱས་འདུག་ཨ་ད་དེ་ནས་ཁོ་རང་རོལ་ཆ་བཏང་ཉེན་དང་ཨ་རོལ་ཆའི་འཁྲབ་ཁྲིད་བྱེད་ཉེན་གྲགས་ཆེན་པོ་ཆགས་བྱས་བསྡད་ཡོད་རེད། ད་གློག་བརྙན་འདི་དང་ང་རང་ཚོ་བོད་པའི་སྤྱི་ཚོགས་དང་དམིགས་བསལ་གྱི་འབྲེལ་བ་གར་ཆགས་ཀྱི་འདུག་ཅེས་ཞུ་བ་ཡིན་ན་གློག་བརྙན་འདིའི་གི་ནང་ལོགས་ལ་ཡང་འཁྲབ་ཉེན་བུད་མེད་མ་མདང་སྐྱིད་ནི་ཡོད་རེད་བ། ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུའི་ནང་ལོགས་ད་བ་ད་མོ་རང་ཞེ་དྲག་གི་གི་རག་ཆེན་པོ་རེད་བ། ད་ཡིན་ནའི་ཐ་མ་མོ་རང་མནའ་མ་འགྲོ་ས་དེ་ང་རང་ཚོ་བོད་པའི་ཁྱིམ་ཚང་གཅིག་ལ་ཡང་ཕྱིན་ཡོད་རེད། ད་ད་ལྟའི་ཆ་ལ་ཡ། བཟའ་ཟླ་དང་ནང་མི་བུ་ཕྲུག་གི་མཉམ་དུ་མུམ་པར་ཡལ་དུས་ཡོད་རེད། བྱས་ཙང་ང་ད་ལྟ་བུ་དུ་རྒྱ་གར་བཏང་ལོ་ཡང་གློག་བརྙན་བཟོས་པའི་ནང་ལོག་ནས་རམ་ལྟས་རིགས་གང་ག་མི་ལི་སེ་འདི་གཞན་དང་མ་འདྲ་ཅིག་སྒྲུང་གི་ཆ་ནས་ཡིན་ནི་རེད་རོལ་ཆའི་ཆ་ནས་ཡིན་ནི་རེད་ད་གང་ཅིའི་ཐད་ནས་མ་འདྲ་ཅིག་ཆགས་ཅི་བསྡད་ཡོད་རེད།